ལ་ཚོང་དགོས་པའི་ནུས་རྩལ་ཆེན་པོ་མངའ། ཞེས་པར་གནའ་བསམ་པའི་བརྒྱུད་རིམ་ཁྲོད་དུ་ཁོང་ཚོས་ང་ཚོ་ལ་འདྲི་ཚིག་དཀའ་མོ་ཞིག་བདམས་ཡོང་སྟེ། ནམ་རྒྱུན་ཀ་ཁ་ལ་འཕྲད་དུས་ང་ཚོ་ལ་ངེས་པར་དུ་སེམས་ལྷོད་དུ་བབས་ནས་ཁོ་ཚོ་ལ་རོགས་འདེགས་བྱ་དགོས་པའི་རེ་བ་བདམས་པ་མ་ཟད། ད་དུང་བརྒྱ་ཆ་བརྒྱ་ཡི་སེམས་ཤུགས་འདོན་རྒྱུའི་རེ་བ་བཅས། འོན་ཀྱང་སྐབས་འདིར་ཨ་མ་དག་ཀྱང་དཀའ་ཚེགས་ཆེ་ཞིང་སྤྲོ་གསེང་ཤོར་བའི་དུས་ལ་འཐམ་གྱི་ཡོད། ཡིན་ཏེ། མི་གཞན་མའི་འཛམ་བུ་གླིང་ན་མེད་པའི་ང་ཚོའི་ཁ་འདིར་ཞིག་པ་ལ། ཁྱོད་ཀྱིས་འདི་ལྟ་བྱས་ན་ཨ་མ་དགའ་བོ་མེད་ཅེས། ད་ག་ཨ་མའི་སེམས་ཁམས་དེ། ཤེས་ཀྱི་མེད་པ་ནི་ཁྱེད་ཀྱིས་ཨ་མ་གཟའ་སྡོད་བྱས་པ་དང་འདྲ་བས། ཨ་མའི་རེ་བ་ནི་ཁྱོད་ཀྱིས་ཨ་མའི་ངག་ཡང་བྲིས་ཏེ། ང་ཚོ་ཚང་མ་ཞི་འཇགས་ཡོང་རྒྱུ་དེ་ཡིན་ཞེས་བཤད། དེང་སྐབས་ཚང་མ་ཕྲུ་གུ་ཁེངས་ཤིང་ཡིན་ཞེས་བྱིས་དུས་ཀྱི་རྩེད་སྤྲུགས་མྱོང་བ་ཆེ་བས། སོང་བ་ཆེ་ཆུང་རེ་ཡོད་དུས་སུ་ལ་བཤད་དམ། དེང་སྐབས་ཀྱི་ཨ་མ་བཟང་བོ་ནི་བྱིས་པའི་སེམས་གཏམ་དྲུག་པོ་ཡིན་ཏེ། ཕྲུ་གུའི་སེམས་གཏམ་ལ་ཉན་ཞིང་ཁོ་ཚོའི་འཇིག་རྟེན་འདི་འཛིན་ནས་ཕྲུ་གུ་དང་མཉམ་དུ་སྨྱོས་པ་འདྲ་ནང་བརླན་པ་འདྲ་བའི་གྲོགས་པོ་ཞིག་བྱ་དགོས། འདི་ལྟར་བྱས་ན་ད་གཟོད་ག་དུས་ཡིན་ཡང་ཕྲུ་གུའི་ནང་སེམས་ཀྱི་བསམ་ཚུལ་ལ་རྒྱུས་ལོན་དང་ཕྲུ་གུའི་སེམས་གཏམ་གྱི་གྲོགས་པོ་ཞིག་ཏུ་འགྱུར་ངེས་ཡིན། ཕྲུ་གུ་རོགས་རམ་མཁོ་དུས་ལབ་ཟིན་ནས་རང་བདེ་ཞིག་སྟེ་ཁྲི་ཀར་ནག་བསམ་པའི་ལང་སྟངས་པ་དེ་འཇལ་དགོས་པ་ཡིན། ཨ་མ་བཟང་བོ་ཞིག་ལ་སའི་གཡོ་བྱུར་གྱི་ལག་རྩལ་བཟང་བོ་ཞིག་དགོས་ཏེ་ལག་རྩལ་སྣ་ཚོགས་བཀོལ་ནས་ཁྲི་ཀར་ལ་ཟ་མ་ཞིམ་པོ་ལས་དགོས། ཨ་མ་རང་ཉིད་ཀྱི་ལག་འགུལ་ནས་ལས་པའི་འཚོ་མ་དེས་མདང་དང་བྲོ་བ་གང་ཡང་འཛམ་པའི་ཐོག་ད་དུང་ཨ་མའི་ཁྲི་ཀར་བྱུང་བའི་བརྩེ་བ་ཟབ་མོ་དང་གཉིད་ཉལ་བ་ཞེས་ཀྱང་བསྔགས་ཡོད། ཁྱིམ་ནས་མཉམ་དུ་ཁ་ལག་བཟའ་བའི་གཟུངས་ནི་མཚོ་མོའི་ཤི་ས་ཡིན་ཏེ། སྐྱེས་དུས་དེ་ཉིན་རྒྱུན་ཨ་མའི་ལག་ཟས་དངུལ་ལ་ལོངས་ཤིག་བྱེད་དུས་སེམས་སུ་ངེས་པར་རང་གི་ཨ་མ་ལ་དང་བཞིན་ངེས་ཅན་ཞིག་ཆགས་ལ་གཉིད་ཉལ་གྲོགས་པོ་ཞེས་ཀྱང་བསྟེན་ངེས་ཡིན། བྱིས་པ་ན་གསུམ་གྱི་དེ་ང་ཚོའི་སེམས་གཏིང་གི་སྐུལ་ལྕག་དང་བསྟོད་བསྔགས་ལ་རག་ལས་ཤིང་ཕྲུ་གུ་བཟང་པོ་བསྟོད་བསྔགས་མཁོ། ཅུང་ཞན་པའི་ཕྲུ་གུ་ལྷག་ཏུ་གུས་ཕྱག་མཁོ། འདི་འདྲའི་བཀའ་ཁྱེར་བཞེས་པར་ང་ཚོས་སེམས་ཀྱི་ལྟ་རྟོག་དང་སེམས་ཀྱི་ངུས་པ་བཤགས་དགོས་ཏེ། སེམས་གཏིང་ནས་ཕྲུ་གུའི་ཚེ་མཐོན་པོའི་མདུན་ཕྱོགས་དང་དུས་བསྟུན་གྱི་སྐུལ་ལྕག་བྱས་པ་ཡིས་བྱིས་པ་རང་གིས་རང་ལ་ཡིད་ཆེས་བྱེད་པའི་ཤོག་པར་བཟོས་ཏེ། ཁོ་རང་ཕྱིའི་བྱུང་རིམ་ལ་འགྲོ་བར་རང་བརྟེན་བྱེད་ཐུབ། ཕྲུ་གུ་འགྲོ་ནས་ན་བསམ་པའི་རྒྱ་རམ་ཁྲོད་དུ། གཞུང་ལུགས་ཟེར་བ་ཞིག་མེད་ལ་ཨ་མ་བཙུན་མས་རང་གི་བྱིས་པ་བཀོལ་སྤྱོད་པའི་ཐབས་ཤེས་ཟེར་བ་ཞིག་ཀྱང་མེད་པར། འདི་ལ་ང་ཚོས་རང་ཉིད་ཀྱིས་བསམ་བློ་གཏོང་དགོས་པ་དང། རང་བདག་གི་ཕྲུ་གུ་ནར་སོན་པའི་བརྒྱུད་རིམ་ཁྲོད་འཕྲད་པའི་གནད་དོན་སྣ་ཚོགས་ཐག་གཅོད་བྱ་དགོས། བསམ་བློ་གཏོང་བར་དགའ་ཞེས་བསམ་བློ་གཏོང་མཁས་པ་ཅན་ནི་དུས་རབས་ཨ་མར་འཛངས་པའི་ནུས་རྩལ་ཁྱད་པར་བ་དེ་ཡིན།